ཞེ་སྙེད་འཁོན་སྤྲུལ་ཡོད་དོ་ཅོག་རྡོ་ཁོ་དགོན་ལ་འགྲོ་དགོས་ཟེར་བར་བླ་སློབ་རྣམས་ཁྲོམ་ཆེ་བརྒལ་ཚེ་ཟམ་ཐོག་ཏུ་སྤྲུལ་སྐུ་ཨ་རིག་རིན་པོ་ཆེའི་ཆུ་པ་འགྲོ་རོགས་མ་ཞུས། བྱ་རོག་ཉི་ཤུ་ཙམ་ཁྲོམ་ཆེའི་འགྲམ་དུ་ཁྲིད་བྱས་ནས་བཅུག་རྗེས་ཉིན་ཐུལ་གྱིས་རྐང་འགྲོས་སུ་བྱེད་པ་ལ། སྤྲུལ་ཨ་རིག་རིན་པོ་ཆེའི་ཞལ་ནས་རྟེན་འབྲེལ་བཟང། ཆོས་སྐྱོང་གིས་བརྩེ་སྐྱོང་བྱེད་པ་ཡིན་གསུངས། སྤྲུལ་ཨ་རིག་རིན་པོ་ཆེ་སོགས་འཁོན་སྤྲུལ་ཡོངས་རྫོགས་རྡོ་འཁོར་དགོན་ལ་བཞུགས་ཏེ། གཞན་རྣམས་ལ་རུས་སྐར་དང་གཉེར་བ་བྲང་འཁོར་སོགས་མང་དུ་ཡོད་ཅིང། རྗེ་བླ་མ་དང་སྤྲུལ་ཨ་སྐལ་ཉི་མ་གཉིས་ལ། སྐར་ཆུང་བཞུགས་ལས་མེད་པའི་དབུ་བརྒྱུད་དང་དཀའ་སྡུག་ཚད་མེད་མྱངས་སོང། ཕྱི་ལོ་ཆིག་སྟོང་དགུ་བརྒྱ་ང་དགུ་རྗེས་བླ་མ་དགོངས་གྲངས་སོ་གསུམ་ལ་སྤྲུལ་རིན་པོ་ཆེ་ཁྲིམས་ཁང་ལས་ཐར། བླ་སློབ་གསུམ་སླར་མཇལ་འཛོམས་བྱུང་བའི་ཤི་གསོན་ངོ་ཐུག་པ་ལྟར་དགའ་སྤྲོ་ཆེ་རུང། རྗེས་བླ་མའི་ཐུགས་ལ་སྐྱེས་མཆོག་བལྟམས་པ་གཞན་རྣམས་ཁྲིམས་བཞིབས་སུ་བཞུགས་ཡོད་པས་ད་དུང་ཡང་སེམས་གཏིང་བ་ཞིག་མ་བྱུང་གསུངས། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་དགུ་ལོ་རྗེ་བླ་མ་ཉིད་ལ་དགུང་གྲངས་སོ་གསུམ་ས་མོ་ཕག་གི་ལོ་ཟླ་ཨ་སྐུལ་ཉི་མ་ལ་སྙུང་གཞི་ཐེབས་ནས་བཞད་ཁྱིམ་ལ་བདག་ནི་འཆི་ངེས་རེད། ཁྱེད་ལ་ཁྲོམ་དགེ་ཨ་རིག་རིན་པོ་ཆེ་འདྲ་བའི་བླ་མ་ཞིག་རྙེད་རྒྱུ་མེད། ཁྲོམ་དགེ་ཨ་རིག་རིན་པོ་ཆེར་ཁྱེད་འདྲ་བའི་སློབ་མ་ཞིག་རྙེད་རྒྱུ་མེད། ཆད་ལག་གཉིས་ཕན་ཚུན་ཁ་མ་བྲལ་སྟངས་ཆད་ལག་གཉིས་ལ་སྐྱེ་སྤོ་འོང་རྒྱུ་ཡོད་ལོག་གསུངས། དེའི་བཤེས་གཉེན་ཨ་སྐུལ་ཉི་མ་དགོངས་པ་ཕྱོགས་ཡངས་སུ་བཤགས། སྤྲུལ་རིན་པོ་ཆེ་བྱོན་ནས་ཐུགས་དམ་བཞུགས་མི་འདུག་སྤྲུལ་ཚར་སོང་ནས་འདུས་བྱས་ཀྱི་རིམ་པ་རྣམས་ཇི་འབྱོར་བསྒྲུབས། དེ་རྗེས་དགོན་ཀློང་ཆུ་ཁར་འདུག་མ་ཆོག་པར་རྗེ་བླ་མའི་ཞལ་ནས་སྤྲུལ་ཨ་རིག་རིན་པོ་ཆེ་ལ་བདག་གི་མོ་དང་བསམ་བློ་ལ་རང་ཡུལ་དུ་སོང་ན་དགའ་ཤས་ཆེ་བཞེས་ཆེད་ཅེས་ཞུས་བདག་གིས་ཆོས་སྐྱོང་ལ་འཕྲིན་བཅོལ་བྱེད་ལགས་གསུངས། སྤྲུལ་ཨ་རིག་རིན་པོ་ཆེ་ཁྲིམས་ཞིབ་ནས་གཞལ་རྐང་བཞག་ཤོར་བའི་རྐྱེན་གྱིས་རྗེ་བླ་མ་སྤུན་གཉིས་དང་གཞན་ལྷོ་བུ་གྲོགས་དང་བཅས་ཀྱིས་རྐང་ཕྱོགས་བྱས་ཏེ་རང་ཡུལ་སྤྲེལ་མོའི་རྒྱབ་ཏུ་ཕྱག་ཕེབས། དེ་ནས་ཡུལ་མིའི་གནས་ཚུལ་བོད་ནས་ལས་བྱེད་གཉིས་ལ་ཁྲིམས་ཆད་ཕོག། མི་དྲུག་རི་ལ་བྲོས། དེའི་རྐྱེན་གྱིས་འཇིགས་སྐྲག་སྡུག་བསྔལ་ཚད་མེད་མྱངས། རི་བ་སྤྲེལ་མོའི་ཁོག་ནས་ཁྲོམ་ཐོག་ཏུ་སླེབས། སྤྲེལ་རིན་པོ་ཆེའི་སྐུ་གྲོགས་སྤྱོད་བཤེར་རྗེ་བླ་མ་ཉིད་ཀྱིས་ལྡུམ་རིགས་བརྐོས་ནས་མིག་དཔེ་ཐོན་པ་བྱུང། དེ་དུས་བཟའ་རྒྱུ་མེད་པའི་རྐྱེན་གྱིས་མི་ཤི་བ་སོགས་མང་དུ་བྱུང། གླིང་བྲག་ཏུ་རྗེ་བླ་མའི་ཡུངས་མ་དང་དགྲ་བོ་འདེབས་སླད་ས་རྒོད་དུལ་བཟོའི་ཁང་བརྩིགས་པས་དབྱིབས་གཤོག་འགྲིབ་ཚེ་གཡོན་བཞུགས་གཡོན་བརྩིགས་ཚེ་གཡས་བཞུགས་པ་སོགས་དཀོན་མཆོག་གི་ཐུགས་རྗེས་བརྩིགས་ཐབས་མ་འགྲིགས། སྤྲུལ་ཨ་རིག་རིན་པོ་ཆེའི་སྐུ་གྲོགས་སྐྱོབ་ཕྱིར་རྩ་སྐྲུང་ལ་ཟླ་བ་ཁ་ཤས་བཞུགས། སྤྲུལ་རིན་པོ་ཆེའི་ཁ་བཞུགས་མཛོ་མོ་ཁྲ་ཁྲ་བཞུགས་ཡོད་པ་དེ་བཀའ་ལོག་ཅིག་གིས་བརྐུས་སོང་བས། སྤྲུལ་རིན་པོ་ཆེ་དགུང་ལོ་མཐོ་བའི་གསོལ་བཞོ་མེད་པས་དཀའ་སྡུག་བག་མེད་མྱངས། དེ་ལྟར་རྗེ་བླ་མས་ལོ་བདུན་ཕྲག་གི་བར་དུ་ཉིན་གཅིག་ཀྱང་དལ་འཁུམས་མེད་པར་སྤྲུལ་རིན་པོ་ཆེའི་སྐུ་དཀྲོགས་འཚོ་སྐྱོང་མཛད། མགོ་ཁྲིད་ལ་སྡུག་བསྔལ་བཤད་པའི་སྔར་གྱི་མཛོ་མོ་ཡང་ཕྱིར་ལོན། དཔོན་སློབ་གཉིས་ལ་ཤིན་ཏུ་སྡང་བའི་ལས་བྱེད་གཅིག་གིས་ཐབས་དུ་མའི་སྒོ་ནས་ཁྲིམས་ཁང་དུ་བཅུག་ཐབས་བྱས་ཀྱང། རྒྱུ་འབྲས་ཀྱིས་ཁོ་རང་ཁྲིམས་ཁང་དུ་ལོ་ལྔའི་བར་དུ་སྡོད་དགོས་བྱུང་བས། རྐང་མགོ་གཉིས་ཆད་ནས་ཕར་སྤྲུལ་རིན་པོ་ཆེའི་མདུན་དུ་འགྱོད་བཤགས་བྱེད་སྐབས་ཡིག་བརྒྱ་མང་དུ་རྡོ་ལ་བརྐོས་སོང། རྗེའི་བླ་མ་དགུང་གྲངས་བཞི་བཅུ་མེ་ཕོ་རྟ་ཡི་ལོར་རི་བ་དགོན་ལུང་དུ་བསྡད། བླ་སློབ་གཉིས་ཀྱང་དེར་བཞུགས། ཁྲིམས་ཅུང་ཙམ་ལྷོད་ཀྱང་ཆོས་ལུགས་ལ་ཧ་ཅང་བརྣག་པས་ཡི་གེ་དང་ལྷ་སྐུ་དོ་བོ་བཅུ་དྲུག་ཙམ་སྦས་སྐོང་མཛད་དགོས་པའི་ཉིན་མཚན་ཀུན་ཏུ་དཀའ་ཚེགས་མང་ཙམ་བྱུང། ཕྱི་ལོ་ཆིག་སྟོང་དགུ་བརྒྱ་དོན་གཅིག་སྐྱག་མོ་ཕག་ལོ་དགུང་གྲངས་ཞེ་ལྔ་སྟེང། སྤྲུལ་བསོད་ནམས་སྙན་གྲགས་ཀྱིས་རྒྱ་རོང་པདྨ་བཟང་པོ་ལ་སྔོན་འགྲོ་བསྔོག་བཞི་དང་བཅས་པ་གསུང་དགུ་བཞེས་པའི་གསུང་ཤོག་དང་བཅས་འབྱོར། དེ་དང་མཉམ་དུ་རྨེ་རུ་མ་རག་ཤེལ་འཆི་མེད་སྒྲུབ་བརྩོན་དགའ་ཆེན་དམག་གསུམ་ལ་སྔོན་འགྲོའི་ཁྲིད་ཡིག་དང་བཅས་སྤྲུལ་ཨ་རིག་རིན་པོ་ཆེ་ནས་ཤོད་གསུང་བ་བཞིན་རྗེ་བླ་མས་ཁོང་རྣམ་གསུམ་ལ་འབུམ་ལྔ་བསགས་སྦྱང་བྱེད་དུ་བཅུག། རྗེ་བླ་མས་བདག་གིས་དགེ་འདུན་འདུས་པའི་སྡེ་དབུ་དེ་ནས་བཙུགས་གསུངས། ཕྱི་ལོ་ཆིག་སྟོང་དགུ་བརྒྱ་དོན་ནག་ཉིན་ལོར་རྗེ་བླ་མ་དགུང་གྲངས་བཞི་དྲུག་ལོར་ཨ་འཛོམ་རྒྱལ་སྤྲུལ་གྱི་དངོས་སློབ་ཡེ་ཤེས་རབ་འབུལ་གྱི་བཀའི་རྗེས་སུ་བཟུང་བས་ཐང་ལྷོའི་རྣམ་རྒྱལ་གྱི་སྐུ་མདུན་དུ་སྙིང་ཐིག་གི་རིགས་འདུས་དབྱིན་བཀའ། ཐིག་ལེ་རྒྱ་ཅན། ཀློང་ཆེན་མཛོད་བདུན་སོགས་ཆོས་སྐོར་མང་ཆེན་བཞེས་གནང། དགོན་ཀློང་ནང་དུ་སྨྱུང་གནས་འཚོགས་སྐབས་རྗེ་བླ་མས་མི་སྐྱ་ཉི་ཤུ་སུམ་ཅུ་ཙམ་ལ་སྔོན་འགྲོ་རྒྱས་བསྡུས་ཅི་རིགས་རེ་གསུངས། དེའི་སྐབས་སུ་སྤྲུལ་ཨ་རིག་རིན་པོ་ཆེ་ནས་རྗེ་བླ་མར་ཀློང་གསལ་འཕྲུལ་གྱི་སྟེང་དོན་གསུངས། ཐོད་རྒལ་གྱི་སྐབས་ཀློང་གདངས་ལ་ཀུན་བཟང་ཡབ་ཡུམ་ཤར་བས་དེ་ལ་སྤྲོ་སེམས་ཤིན་ཏུ་ཆེ་བའི་རྐྱེན་གྱིས་མི་ཤར་བར་གྱུར་གསུངས། བཤད་ལོ་ཆིག་སྟོང་རྒྱབ་བརྒྱ་དོན་བདུན་མེ་མོ་བསྒྲིལ་བསྐྱེད་ལོ། རྗེ་བླ་མ་དགུང་གྲངས་ང་གཅིག་ལོར། དབའ་ཤུལ་ཁྲོམ་མཐར་ལ་སྡོམ་པ་ལ་སྐྱོན་བཞུགས་མེད་པའི་དགེ་སློང་བཅོ་ལྔ་ཙམ་ཡོད་པ་ལྷན་དུ་འཚོགས་ཐབས་མཛད། འཁོན་དགེ་ལེགས་དང་ཤེར་བག་གཉིས་ཀྱི་གཙོས་དགེ་འདུན་གྲངས་ཚང་གི་སྒོ་ནས་དགེ་ཚུལ་སློང་བརྒྱ་ཅི་ཙམ་བསྒྲུབས་གནང། གོང་རིམ་ལས་བྱེད་རྣམས་ཀྱིས་བླ་སློབ་གཉིས་སོ་སོར་ཕྱེས། རྗེས་བླ་མར་སྙིང་ཕྱི་རོལ་ཏུ་སྟོན་པ་ལྟ་བུའི་སྡིག་དམོད་བྱུང་གསུངས། དེ་དུས་སྤྲུལ་ཨ་རིག་རིན་པོ་ཆེ་ཡང་སྤྱན་ཆབ་བསིལ། སྤྲུལ་རིན་པོ་ཆེའི་གཟིམ་ཆུང་དེ་སྔོན་རྗེ་བླ་མའི་ཁྱིམ་པའི་རྩར་ཡོད་ཅིང་དེ་ནས་ཕར་ཨ་ཚུབ་ནང་དུ་བྱོན་དགོས་པས་ལམ་བར་དུ་སྐུ་ཉེ་གང་ལོ་ལ་གསུང་འཕྲིན་བསྐུར་ནས། དེ་རིང་ས་ག་ཟླ་བའི་ཚེས་བཅོ་བརྒྱད་ཡིན། ང་རང་ཁྱོད་ཀྱི་ཁྱིམ་དུ་འོང་ངེས་ཀྱིན་ཡིན་གསུངས་ནས་མ་འོངས་ལུང་བསྟན་གནང། ཕྱི་ལོ་ཆིག་སྟོང་དགུ་བརྒྱ་དོན་དགུ་ལོ་ས་མོ་ལུག་རྗེས་བླ་མ་ཉིད་དགུང་གྲངས་ང་གསུམ་ལོར་རྩ་ཁྲིམས་ལ་རང་མོས་ཐོན་པས་སྤྲུལ་ཨ་རིག་རིན་པོ་ཆེ་སྔོན་ནས་དབེན་རི་ལ་ཐུགས་ཤིན་ཏུ་སྤྲོ་བ་ཡོད་པ་ལ་རྗེས་བླ་མའི་ཞལ་ནས་ཞལ་འབྲས་གཟུགས་ཀྱི་གནས་བརྡ་འཁོད་དང། སྒྲོལ་མའི་གནས་ཁང་རི་ལག་གཉིས་གང་རྒ་བཞེས་ཚེ། སྤྲུལ་རིན་པོ་ཆེའི་ཁྲོམ་གའི་གདན་ས་གང་རི་ལ་འགྲོ། སང་ཉི་མ་མ་ཤར་གོང་ཁྲོམ་ཆའི་ཕར་ཁུར་ཐོན་ན་ང་ལ་དགོས་པ་ཆེན་པོ་འདུག་གསུངས། རྗེ་བླ་མས་དེ་ལྟར་དུ་མཛད་དེ་ཁྲོམ་གའི་གདན་ས་གང་རི་ལག་གནས་སུ་ཕྱག་ཕེབས། གངས་རི་ལགས་གནས་དེར་རླུང་ཤིན་ཏུ་རྒོད་པས་རྗེ་བླ་མའི་སྤྲུལ་ཨ་རིག་རིན་པོ་ཆེ་ལ་གཟིམ་ཁང་ཞིག་བཟོ་ན་ཨེ་ཆོག་བཞེས། ཉིན་གསུམ་ཙམ་ནས་འགྲུབ་ན་ཆོག་དེ་ལས་མང་ན་མི་ཆོག་གསུངས། དེ་ནས་བླ་སློབ་གསུམ་ལ་འདུག་ས་ཐབས་ཆག་རེ་མཛད། དྲིལ་རན་པོ་ཁྱེད་ནས་ང་རང་ཁྱེད་ཀྱི་དོན་དུ་ཤི་སོང་ནའང་འགྱོད་པ་མེད། ཁྱེད་ང་རང་གི་དོན་དུ་འགྱོད་པ་ཡོད་དམ་གསུངས། འདུག་རྒུད་པའི་ཞལ་གསུང་གནང། དེ་ནས་ལྷན་དུ་བཞུགས། རྗེ་བླ་མས་དྲིལ་རན་པོ་ཁྱེད་ལ་བདག་སྐྱེ་བ་ཕྱི་མར་ད་ལྟའི་ལུས་རྟེན་འདི་ལྟ་བུ་ལེན་ནམ་བཞེས་པར། ཁྱོད་འདི་ལས་ལྷག་པ་ཙམ་ཡོང་བ་ངས་ཁག་ཁུར་གསུངས་ནས་ལུང་བསྟན་མཛད། དེ་ནས་ཆུའི་ཅུང་ཟད་རེ་བསྒྲུབས་ཆོག་པས་དེས་ཐོག་མར་ཡ་མཆན་མདོ་ལ་མཆོད་རྟེན་བཞུགས་བཞེངས། རིགས་འདུས་ཚེ་སྒྲུབ་ཀྱི་གཟུངས་སྒྲུབ་མཛད། ཚེ་ཕྱི་དེ་ཚེ་ཆུང་ལ་མངོན་སུམ་དུ་གྱུར། སངས་རྒྱས་ཨོ་སྐྲུང་གི་འཕེལ་གདུང་གཅིག་ལ་ལྔ་འཕེལ། ཁུ་བོ་སྟོང་ཕྲག་ཙམ་གྱི་རུས་པ་ལ་རུས་སྒྲིབ་མཛད་པས། ལུས་ངན་སེམས་ཅན་ལྔ་དྲུག་ཙམ་མ་གཏོགས་མཐར་ལམ་ལ་བཀོད་པའི་སྣང་བ་ཤར་བ་དེ་སྤྲུལ་ཨ་རིག་རིན་པོ་ཆེ་ལ་བཞུགས་པས། ཀུན་རིག་གི་ཆོ་གའི་སྒོ་ནས་བསྒྲུབས་ན་དེ་ལྟར་ལུགས་འགྲོ་གསུངས། སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཀྱི་དགུང་གྲངས་ལྔ་བཞི་ལྕགས་ཕོ་སྤྲེལ་ལོར། ཟླ་བ་བཅུ་པའི་ནང་ནས་ཀློང་གསལ་གྱི་ཐོད་རྒལ་ཁྲིད་རྒྱུན་གནང། ཟླ་བ་བཅུ་གཅིག་པའི་ནང་ནས་འཁོན་ཉི་མ་རྒྱལ་མཚན་གཙོས་ཐུགས་སུ་བབ་པའི་གྲྭ་བཅུ་ཕྲག་ཙམ་ལྷན་དུ་བཞག་བཞི་བཅུའི་བར་དུ་རྩར་ལོངས་སྦྱངས། རྗེས་སུ་སློབ་མ་ལྔ་བརྒྱ་དྲུག་བརྒྱུད་ཙམ་འོང་བ་དེ་ཐམས་ཅད་ལ་རྗེ་བླ་མའི་སྔོན་འགྲོ་སྨིན་ཁྲིད་བར་དོ་དྲུག་ཁྲིད་ཀློང་གསལ་ཁྲི་རྒན་མ། ཡེ་ཤེས་བླ་མ་སོགས་ཁྲག་ཆོད་དང་ཐོད་རྒལ་ལ་རྒྱང་བརྩོན་བྱེད་དུ་བཅུག། སྤྲུལ་ཨ་རིག་རིན་པོ་ཆེ་ལ་སློབ་མ་འདི་རྣམས་ལ་ཁྲིད་གཞི་དག་བྱེད་རོགས་བཞུགས། སློབ་མ་དེ་རྣམས་སྤྲུལ་ཨ་རིག་རིན་པོ་ཆེའི་མདུན་དུ་སོང་ནས་རྟོག་འབུལ་བྱས་པས། སློབ་མ་དེ་རྣམས་རིག་དངོས་མ་འཕྲོད་པ་གཅིག་ཀྱང་མི་འདུག། འདི་ལྟ་བུའི་རིག་དངོས་འཕྲོད་སླ་མོ་ཞིག་བྱུང་བ་དེ། དུས་འགྱུར་གྱི་འོག་ཏུ་སྡུག་བསྔལ་མྱངས་པའི་སྒྲུབ་པ་དག་སྟོབས་ཀྱིས་ཨེ་མ་ཡིན་གསུངས། སློབ་མ་རྣམས་ལ་བསྟོད་པ་གནང། རྗེས་བླ་མ་ལ་བསྟོད་པ་མ་གནང་བ་ནི་ཁོང་གི་ཕ་ཞིང་རིགས་དེ་དགའ་སྡུག་ཅན་ཞིག་ཡིན་པས་དེའི་རྐྱེན་གྱིས་ཡིན་ནམ་སྙམ་གསུངས། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་དགུང་གྲངས་ལྔ་བཞི་ལྕགས་ཕོ་སྤྲེལ་ལོར། གྲིབ་སྙིགས་ངེས་དོན་དབང་པོའི་དབྱངས་སྤྲུལ་ཁྱབ་བདག་འཁོར་ལོའི་མགོན་པོ་སྤྲུལ་བསོད་ནམས་སྙན་གྲགས་ཁྲོམ་སྟོད་དུ་གདན་དྲངས་ནས། སྙིང་ཐིག་ཡབ་བཞི་སོགས་སྨིན་གྲོལ་གྱི་ཆོས་འཁོར་རྒྱ་ཆེར་གསན། སྤྱི་ལོ་ཆིག་སྟོང་དགུ་བརྒྱ་གྱ་གཉིས་དགུང་གྲངས་ང་དྲུག་ལོར། སེ་ར་ཡང་སྤྲུལ་རྡོ་རྗེ་འཆང་ཨོ་རྒྱན་བྲག་རྩལ་བླངས་པ་ཚངས་པ་བཞུགས་སྟེང་འབྲོག་ནས་ཁང་རལ་རི་ཁྲོད་དུ་སྤྲུལ་ཨ་རིག་རིན་པོ་ཆེ་དང་ཐེངས་དང་པོ་མཇལ་འཕྲད་མཛད། ཕྱི་ལོ་ཆིག་སྟོང་དགུ་བརྒྱ་གྱ་བཞི་རྗེ་བླ་མ་དགོངས་སྤྲིང་ལྔ་བརྒྱུད་ཤིང་ཕོ་བཞི་བའི་ལོར་རྗེ་བླ་མ་ཉིད་སེ་ར་ཡང་སྤྲུལ་གྱི་སྐུ་མདུན་དུ་བྱོན་པས། གཏེར་ཆོས་ཀྱི་དབང་དང་བརྩེ་བས་རྗེས་སུ་བཟུང་བར་མཛད་ནས། ཁོང་གི་གཏེར་ཆོས་འདི་ཡང་དག་ཅིག་ཡིན་མིན་དྲིལ་སྐུ་ཨ་རིག་རིན་པོ་ཆེ་ལ་བཞེས་གསུངས། ཡང་དག་པ་ཞིག་ཡིན་ན་ཕྱིས་སུ་གསེར་རྟ་རྫོང་དུ་ཡོང་ཐབས་བྱེད་དགོས་གསུངས། དྲིལ་སྐུའི་སེ་ར་ཡང་སྤྲུལ་ནི་གཏེར་སྟོན་ཚད་མ་ཡིན། གཏེར་ཆོས་ཀྱང་ཚད་མ་ཡིན། ཀྱི་གསུང་གི་བཀའ་དང་ལེན་བྱེད་དགོས་གསུངས། དེ་ནས་ལྷར་སེ་ར་ཡང་སྤྲུལ་གྱི་མདུན་དུ་ཕེབས་ནས། སྤྲུལ་སྐུ་ཨ་རིག་རིན་པོ་ཆེ་ལ་གཏེར་ཆོས་ཀྱི་དབང་ཡིག་དང་དབང་རྫས་དབང་གི་སྒྲ་ཐག་ཕུལ་གྱི་བཀའ་གནང་བྱུང་བ་བཞིན། ཕུར་བ་འགུ་དྲག་རྩ་སྒྲུབ་རིགས་འདུས་མཚོ་རྒྱུད་སྒྲུབ་ཐབས་སྒྲོལ་མ་དྲག་པོ་སུམ་སྒྲུབ་རྗེས་གནང་བཅས་གནང། རྩ་ལག་དབང་སྐབས་སེ་ར་ཡང་སྤྲུལ་གྱི་ཞལ་ནས་རྗེ་བླ་མ་ཉིད་ལ་ལུང་བསྟན་དབུགས་དབྱུང་བཟང་བསྟོད་བཏང་རྗེས་ཁྱེད་ནི་ཀློང་ཆེན་གྱི་རྣམ་སྤྲུལ་ཡིན། ཁོང་གི་གཏེར་ཆོས་ལ་བྱ་བ་སུས་བྱས་ན་བཟང་མདོག་དཔལ་རིར་འདྲེན་པ་དང། ཁྱེད་ཀྱིས་གཏེར་ཆོས་འདི་འཇིག་གིས་དབུལ་ཞེས་ཀྱང་ཆོག་དབུལ་ནས་འཇིག་ཞེས་ཀྱང་ཆོག་ཡེ་ཤེས་མཚོ་རྒྱལ་གྱི་ཞལ་གསུང་ཡིན་ཞེས་བཀའ་སྩལ། ཕྱི་ལོ་ཆིག་སྟོང་དགུ་བརྒྱ་གྱ་བཞི་སྟེ་ཤིང་བྱི་ལོར་རྗེ་བླ་མ་དང་སྐུ་ཚ་ཡུལ་དགའ་ཧྲེང་མོ་འདུག་རོགས་རོགས་པ་ཁ་ཤས་ཀྱིས་གསེར་རྟ་བླ་རུང་སྒར་དུ་མཁན་ཆེན་ཡུལ་བཞི་ནོར་བུའི་སྐུ་མདུན་དུ་བྱོན་ནས་ཕྱག་འཚལ་ཕྱག་དབང་བཞེས། ཆུ་རྒྱུས་ཉིད་ལ་ཆུ་འབྲུལ་ཅུང་ཙམ་བཀའ་དྲིན་བཞེས་བཞེས་པས་ཆུབ་སྲིད་ཡིན་ལགས་གསུངས། བླ་མ་ཞིག་གི་གཡོག་པོ་ཡིན་ལགས་བཞེས། བླ་མ་སུ་རེད་ལགས་གསུངས། ཁྲོམ་དགའི་ཨ་རིག་བཞི་བ་དེ་རེད་བཞེས། ཁྱེད་ཀྱི་མིང་ལ་ཅི་ཟེར་གསུངས། བདག་ཨ་ཆིག་ཟེར་བ་ཡིན་ལག་བཞུགས། སྐུ་གཤོངས་ཁྱེད་དང་པོ་ནས་ངུ་གསར་ཕེབས་དུས་གི་གཞན་དང་མི་འདྲ་བ་མཐོང་གྲོལ་བཞུགས་འདུག་གསུངས། དེའི་སྐབས་བླ་མ་ཡུལ་བཞི་ནོར་བུ་དང་པོར་མཇལ་བར། གྲྭ་བ་མང་པོ་ཞོལ་ནས་འདུག་པ་ལ། བླ་མ་ཡུལ་བཞིན་ནོར་བུའི་སྐྱེས་མཆོག་འདི་ལས་ཆོས་ཤིག་བཞེས་དང། དེ་སྔོན་མཁས་གྲུབ་འདི་ལས་ལྷག་པ་ཞིག་ངའི་སྒར་ནང་དུ་བྱོན་མ་མྱོང་གསུངས། རྗེ་བླ་མས་མཁའ་འབོད་སྒར་འོག་ཏུ་ཕེབས་ནས་ས་སྐྱའི་གཞན་པ་བཞི་བཀྲུལ་བཞུགས་ཐུགས་ཐོག་ནས་གསུངས། རྗེས་སོར་མ་སྐོར་མཁའ་འགྲོ་ལ། རྗེས་བླ་མའི་བདག་ཤག་སྲུན་མང་པོ་ལ་མགོ་སྐོར་བྱེད་མཁན་ཞིག་ཡིན་པས་རིམ་གྲོ་བྱེད་དགོས་བཞེས་པས། ཁྱེད་སེམས་ཅན་ལ་མགོ་སྐོར་བྱེད་པ་ཞིག་མ་རེད་ལགས་གསུངས། དེ་ནས་ཚུར་སྤྲུལ་ཨ་རིག་རིན་པོ་ཆེ་སྐུ་མདུན་དུ་བྱོན་རྗེས་ཉིན་ཞིག་རྗེས་བླ་མ་བསྙེན་གཞི་ཚབས་ཆེན་ཞིག་ཐེབས་ཚེ། སྤྲུལ་རིན་པོ་ཆེ་བྱོན་ནས་རྗེ་བླ་མའི་གཞན་འགྲམ་ཕན་ཚུན་བསྐྱོར་ནས། དལ་གཅིག་དགོངས་པ་ལ་བཞུགས་ཏེ་ཆོས་མནལ་འདིའི་མི་སྐྱོན་གསུངས། དེ་མ་ཐག་ཏུ་གཅིག་ནས་མནལ་དེ་འཇམ། རྗེ་བླ་མའི་ཉམས་སྣང་དང་གཟིམ་ལམ་ལ། མངགས་སྐྲུང་མ་དང་ཚེ་རིང་མ་གཉིས་ཀྱིས་རྩེ་སྐྲུང་བྱས་པ་རྨིས། དེར་མ་ཟིལ་སྔར་དུས་བཟང་འཁྲིགས་སྐབས་སྤྲུལ་སྐུ་རྡོ་རྗེ་འཆང་ནས་གུར་མགོན་གྱི་བསྙེན་སྒྲུབ་བྱས་ན་ལེགས་གསུངས། དེ་དུས་རྗེ་བླ་མར་གུར་མགོན་གྱིས་རྩེ་གཟིགས་མཛད་པའི་ཉམས་དང་རྨི་ལམ་ཤར་གསུངས། ཡ་ཆེན་རྡོ་མཁར་མཐོང་བ་རང་གྲོལ་གྱི་ས་ཡི་རྨང་གཞི་བརྐོ་སྟེ་རྡོ་གྲུ་བཞི་ལ་པད་མ་འདབ་དྲུག་ནང་མར་ནི་ཡིག་དྲུག་ཡོད་པ་ཤིན་ཏུ་ངོ་མཚར་ཅན་ཞིག་རྙེད། རྗེ་བླ་མའི་སྤྱན་རས་གཟིགས་ཀྱི་གཏེར་དུ་སྣང་བ་རེད། འབྲུ་དྲུག་ཐར་ལམ་འདྲེན་པའི་རྟེན་འབྲེལ་ཤིན་ཏུ་བཟང་གསུངས། ཕྱི་ལོ་ཆིག་སྟོང་དགུ་བརྒྱ་བཅར་ལྔ་དགུང་གྲངས་ང་དགུ་ལོར་སེ་ར་ཡང་སྤྲུལ་རིན་པོ་ཆེ་གློ་བུར་དུ་ཁྲོམ་ཁོག་ཁང་རིལ་རི་ཁྲོད་དུ་བྱོན། རྗེ་བླ་མ་དཀར་མཛེས་སྨན་ཁང་དུ་ཡོད་པས་དེར་དབང་མི་འབྱོར་ནས་ཆོས་མ་ཐོན་ཐབས་མེད་རེད་འདུག་སེ་ར་ཡང་སྤྲུལ་རིན་པོ་ཆེ་བྱོན་བྱུང་ཟེར་བར། རྗེས་བླ་མི་བཞད་ནས་བདག་རྣ་བ་མ་ཟིལ་ཤི་སོང་ཡང་འགྲོ་དགོས་གསུངས་ནས་མྱུར་དུ་ཕྱིར་ཕེབས། སེ་ར་ཡང་སྤྲུལ་རིན་པོ་ཆེར་ཚུར་ལམ་ནགས་ཀླུང་མཚོ་ཁ་ནས་བུ་མོ་སྐར་ཆེན་དབུལ་འཕྲོ་ཟེར་བ་གཏེར་བདག་ཀྱང་ཡིན་ལ་མཁའ་འགྲོ་ཡང་ཡིན་པ་དེའི་ཚེ་རལ་ཉེར་ལྔ་ཕུལ་བ་གཅིག་ཁོང་གིས་གསོལ། གཅིག་ཚ་བོ་ཚུལ་ཁྲིམས་དར་རྒྱས་ལ་གནང། དེ་མིན་ཉེར་གསུམ་པོ་སྤྲུལ་སྐུ་ཨ་རིག་རིན་པོ་ཆེར་ཁྱེད་ཀྱི་སྐུ་ཚེ་དང་མཛད་འཕྲིན་མཐར་ཕྱིན་པའི་རྟེན་འབྲེལ་ཡོད་ལོག་གསུང་ནས་ཕུལ། དེའི་སྐབས་ཁྲོམ་མཐར་ལ་གྲྭ་སྟོང་ཕྲག་ཁ་ཤས་ཙམ་དང་མི་སྐྱ་ཁྲི་ཕྲག་མང་ཙམ་འདུས་པས་སེ་ར་དབྱངས་སྤྲུལ་རྡོ་རྗེ་འཆང་གིས་གཏེར་ཆོས་ཡོངས་རྫོགས་ཀྱི་དབང་དང། མི་སྐྱ་རྣམས་ལ་ཚེ་འགུགས་འཕོ་ལོང། བསྔོ་སྨོན་སོགས་སྤྱིར་སྒོའི་བཀའ་དྲིན་གནང། སེ་ར་དབྱངས་སྤྲུལ་ཨོ་རྒྱན་བྲག་རྩལ་བླངས་པས་རྗེ་བླ་མ་ལ་དབུགས་དབྱུང་གི་ཚུལ་དུ་མགུར་རིན་པོ་ཆེའི་ལུང་བྱིངས་ལས། འབྲོག་མིའི་རྣམ་སྤྲུལ་དང། རྗེ་ཉིད་ཀྱིས་ཀློང་ཆེན་དང་ཀློང་གསལ་རྣམ་སྤྲུལ་ཡིན་གསུངས་པ་དང། སྤྲུལ་ཨ་རིག་རིན་པོ་ཆེ་ནས་རྗེ་བླ་མ་ནི་མཛའ་སྤྲེལ་རྔོ་ལྷོབ་ཨ་སྤུ་ཚུལ་ཁྲིམས་བཞིའི་གཞག་གནས་ཀྱི་ཡོན་ཏན་དང་ལྡན་པ་ལྷག་མཐོང་ཅི་རིགས་སུ་རྟོགས་པ་དེ་རྣམ་སྤྲུལ་ཡིན་གསུངས། སྤྱི་ལོ་ཆིག་སྟོང་དགུ་བརྒྱ་བཅར་ལྔ་སྟེ་དགུང་གྲངས་ང་དགུ་ཤིང་མོ་གླིང་གི་ལོར་ཨོ་རྒྱན་བྲག་རྩལ་བླངས་པ་ཡ་ཆེན་ལ་བྱོན། རྡོ་མཁར་མཐོང་བ་རང་གྲོལ་ལ་རབ་གནས་མཛད། ནུབ་མོ་གཟིམ་ལམ་དུ་སྤྱན་རས་གཟིགས་དང་འགུ་རུ་རྡོ་སྐུ་གཉིས་མི་ལུས་ཤུགས་ཀྱི་ལྷག་ཙམ་ཡོད་པ་ལ་སྤྱན་རས་གཟིགས་དངོས་སུ་བསྟིམས་ཡོད། གེ་སར་གྱི་སྐུ་འདྲ་རྡོ་ལ་བརྐུས་པ་དེ་ཉིད་རྗེས་སུ་ཇེ་ཆེར་སོང། དེ་ལ་གེ་སར་དངོས་སུ་བསྟིམས་ཡོད་ལུགས་གསུངས། དེའི་སྐབས་རྗེ་བླ་མའི་ཉམས་སྣང་ལ་ཤི་བོ་ག་སྐྱའི་རྟག་པ་སུམ་ཅུ་ལྷག་ཙམ་ཡོད་པ་དེའི་ནང་ནས་ཤི་བོ་གཅིག་ཤིང་ཤུན་གྱི་བར་དུ་སྐྱེས་ཡོད་པ་འདྲ་ཞེས་སེ་ར་ཡང་སྤྲུལ་ལ་བཞེས་པར། སེ་ར་ཡང་སྤྲུལ་གྱིས་བཞེད་ནས་ཤིང་ཤུན་དང་རྡོ་ལུབ་གང་ཡིན་མི་ཤེས། དེ་མིན་ཐམས་ཅད་ཉིད་ཀྱིས་ཟེར་བ་ལྟར་རེད། བདག་གིས་མར་ནི་རྡོ་འབུམ་བསྐོར་ལམ་ཐོག་ཏུ་གང་ཟག་སུས་འབྲེལ་བ་བཞག་ན་ཟངས་མདོག་དཔལ་རི་ལ་སྐྱེ་བའི་སྨོན་ལམ་ཡང་ཡང་བཏབ་ཡོད་གསུངས། ཕྱི་ལོ་ཆིག་སྟོང་དགུ་བརྒྱ་བཅར་ལྔ་སྟེ་དགུང་གྲངས་ང་དགུ་རྡོར་སེ་ར་ཡང་སྤྲུལ་རིན་པོ་ཆེའི་ལྷ་ཁང་བཞེངས་སའི་ས་སྟག་དང་ས་སློང་སོགས་མཛད། སེ་ར་ཡང་སྤྲུལ་གྱི་ཞལ་ནས། ཨ་ཕྱུག་འདི་ཕྱག་རྡོར་གྱི་སྤྲུལ་བ་མ་ཡིན་ན་ཀླུ་བཙུན་གྱི་གནོད་པའི་གླུ་ནི་འོང་ངེས་ཀྱིན་རེད། གནས་འདི་ལ་ངེས་ཀྱིན་བཤད་ན་ཟངས་མདོག་དཔའ་རིས་གནས་དངོས་ཡིན་པས་གྲུབ་ཐོབ་མང་པོ་འབྱུང་ངེས་ཡིན། དགོན་པ་འདི་ལ་ཨོ་རྒྱན་བསམ་གཏན་གླིང་བཞིའི་མཁའ་འགྲོ་ཡེ་ཤེས་མཚོ་རྒྱལ་གྱིས་མཚན་གནང་བ་ཡིན་གསུངས། རྗེ་བླ་མས་ལྷ་ཁང་བཞེངས་པའི་གྲྭ་སྒྲིག་གནང་ནས་དབལ་རོང་གཉིས་ལ་ཐབས་གང་རྒོད་སྒོ་ནས་སྲུང་མོ་མཛད། རོང་འབྲོག་གཉིས་ཀྱི་ཤག་སྲུང་འབྲེལ་བ་ཐོགས་ཚུལ་ལ་སྤྲུལ་ཨ་རིག་རིན་པོ་ཆེ་དང་སེ་ར་ཡང་སྤྲུལ་རིན་པོ་ཆེ་གཉིས་ཀྱིས་རྒྱག་རྔོ་མཛད།